ས་དྲང་ནང་གི་བོད་སྲིད་འཛིན་གནང་མཁན་གྱི་རྣམ་པ་ལྷན་རྒྱས་ཚང་མ་ལ་འཚམས་འདྲི་ཞུ་ཡག་ཡིན། དེ་རིང་ཡུག་གྷན་རིང་གི་དམངས་ཁྲོད་དུ་བྱུང་ནས་ཟླ་གཉིས་མ་ཟིན་ཙམ་ཞིག་འགྲོ་གི་འདུག་དཔའ་རོགས་ཁྱེད་ལས་ང་རང་དེའི་ཚིག་གོ་བྲི་ལ་འདྲ་བ་ཆགས་ནས་སྐད་ཆ་བཤད་ཡག་འདྲ་དེ་གལ་བྱུང་མ་སོང། ངས་སྔོན་མ་སྐད་ཆ་གཅིག་བཤད་པའི་མཚམས་ལ། ཁྱི་དང་ཞག་ཐེག་དང་འཕགས་པ་ལ་སོགས་པ་ལས་ཉམས་མྱོང་དང་ལེགས་ཆ་དང་སློབ་སྦྱོང་ལེན་དགོས་ཡག་མང་པོ་ཡོད་རེད་ཟེར་ནས། རྒྱ་གར་གྱི་དམག་གི་བསྟན་བཅོས་དེ་ཚོ་ནང་འདུག་ཟེར་གྱི་ངས་ཞུས་ཡོད་རེད་ད་ལྟའི་ཀྱི་ཤེས་ཤུགས་གསུང་མཁན་མང་པོ་ཅིག་ཡོང་བསྡད་ཀྱི་འདུག་ད་དེ་ཅིག་ཤེས་དགོས་བ་ཡིན་ན་ཀོ་ཤེས་པའི་ཞོར་རེད། ཁྲག་སྡིག་མཁན་དམྱལ་བ་སྐྱེ་བ་ལས་ཞེའུ་སྐྱེས་ཀྱི་ཁྱད་པར་གས་བཟོ་གི་མ་རེད་ཟེར་གྱི་ཡོད་རེད་བ་དེ་བཟོ་ནས་བྱེད་དུས་ཨ་ད་འདི་ཡུ་ཀེན་རན་གྱི་དམག་འཁྲུག་དེ་ག་འདྲའི་སྲིད་ནས་མཚམས་བཞག་གི་རེད་ཟེར་ཤེས་སྐད་ཆ་གཅིག་དང་གནད་དོན་གཅིག་ཡོད་རེད་བ། ད་འདི་ཕྱག་ལས་མང་པོ་བྱེད་མཁན། དྲི་བ་དེ་གི་ཐོག་ལས། སྐད་ཆ་བཤད་ཡ་ཡིན་ན་རེད་ཐང་ལམ་སྟོན་ཡ་ཡིན་ན་རེད་ཚོད་དཔག་བྱེད་ཡ་ཡིན་ན་རེད། དགོངས་ཚུལ་གསུང་ཡ་ཡིན་ན་རེད། དེ་འདྲའི་བཅས་གི་ཐོག་ལས། མང་བ་བཅས་བཤད་དེ་ཡོད་པའི་བཟོ་འདྲ་གྱི་འདུག། ད་དེ་དག་ག་ཚད་ཚར་བཅས། ཏག་ཏག་ཆགས་གི་ཡོད་མེད་མི་ཤེས་ཏེ། གང་ལྟར། རྩོད་རྙོག་དེ་འདྲའི་འདུམ་འགྲིག་བྱེད་ཡ་སྲིད་ན་རེད། ཁོ་ཐག་གཅོད་བྱེད་ཡ་ལས་ང་ཚོ་བོད་ཀྱི་ལོ་རྒྱུས་ཁག་གི་ནང་ལོ་ལོས། ཐང་ལམ་ཟེར་ན་རེད་མན་ངག་ཟེར་ན་རེད་ཉམས་མྱོང་ཕྱོགས་སྡོམ་བྱེད་ཟེར་ན་རེད་གང་འདི་ཁོ་ཤེས་དང་བྱས་རེད་དེ་ཅི། ཞུས་བ་ཡིན་ན། འདི་དང་འདི་མཚོན་པའི། ཆེ་བ་རྒྱ་ཁབ་ཀྱི་རྩོད་རྙོག་ཡིན་ན་རེད་ཆུང་བ་མི་སྒེར་གྱི་བར་གྱི། རྩོད་རྙོག་འདུམ་འགྲིག་བྱེད་ཡ་དག་ཐག་ཆོད་ཡ་ལས། གཅིག་གྱིས་ན་སང་ལོ་དྭངས་གཙང་འདྲ་བ་ཆགས་ཡོད་ན་ཆེ་ཤེས་བསམས་སོ། ད་དེ་ནས་ཡུག་ཁན་རན་གྱི་ཤར་ཕྱོགས་འདིར་བ། ད་ལྟ་ར་ཤི་ཡ་གིས་རང་བཙན་དགོས་ཟེར་ཡ་ད་ར་ཤི་ཡ་གིས་གང་ལྟར་མངའ་འོག་ལ་བཅུག་ཡ་གི་དམིགས་ཡུལ་ག་རེ་ཡིན་མིན་ལ་མ་ལྟོས་པར་ད་གཙོ་བོ་དེ་ལ་དམིགས་ནས་མ་རྒྱག་གི་ཡོད་བ་དང་དེ་གི་ཐབས་བྱུས་དེ་ཚོ་དེ་ཁ་སང་དེ་ཚོ་ནས་ཞུས་ཟིན་པ་རེད། ད་གནས་སྟངས་དེ་འདྲ་སྤྱད་གི་འོག་ནས་ད། ཐག་སྐྱོད་འདྲ་བོ་དེ་ག་འདྲས་སུ་ནས་ཡོང་ཐུབ་ཀི་རེད། དམག་འཚམས་འདྲ་བོ་དེ་ག་འདྲས་སུ་བཞག་ཐུབ་ཀི་རེད། ལྷ་ཡི་ལྷུན་སྒྲིག་ག་འདྲས་སུ་ནས་ཆགས་ཐུབ་ཀི་རེད་ཟེར་དུས་རེད་བ། དེ་ཡིན་དུས་ད་ལྟ། དབྱེ་འབྱེད་པ་མང་ཆེ་བ་ཅིག་གིས་ལྷག་པར་དུ། དམག་དོན་དང་ཆབ་སྲིད་ཀྱི་ཐོག་དབྱེ་འབྱེད་བྱེད་མཁན་མང་པོ་ཅིག་གིས་ག་ལ་གི་འདུག་ཟེར་ན། ཟླ་འདི་གའི་ལྷོ་ཕྱོགས་ཀྱི་དམག་འཁྲུག་དེ་གི་ནང་ལོགས་ལས་ར་ཤི་ཡ་ཕམ་པ་ཡིན་ན། ནི་པུ་ཀྲིན་གྱི་ཡེ་ནས་གྲུ་མིར་བཅས་ཀྱི་བསམ་བློ་དེ་སླེབས་བ་ད་གང་ད་ད་དེ་ནས་ནི་ར་ཤི་ཡ་ཕམ་རོགས་ཡོད་རེད་སྲིད། ཐེངས་དང་པོ་དེ་རྒྱ་ས་ལ་བཙན་འཛུལ་བྱས་ཡ་གི་དམག་འཁྲུག་དེ་ཕམ་པ་རེད་ཐེངས་གཉིས་པ་ལྷོ་ཕྱོགས་ནས་ཕམ་པ་ཡིན་ན་དེ་རྦད་དེ་ཕམ་རོགས་རེད་ཟེར་ཡ་གི་དགོངས་ཚུལ་འདྲ་བ་གཅིག་རེད་ཤག། དེ་ལ་བརྟེན་ནས་ཡོད་མཁན་རེད་ཡང་ཡག་ན་ཀོ་དེ་ལ་རྒྱབ་ཤོག་བྱེད་མཁན་ཤོག་བཟོ་མཁན་དེ་ཚོ་ཡིན་ན་ད་ད་རེས་ཀྱི་ལྷོ་ཕྱོགས་ཀྱི་དམངས་ཁྲོད་དེ་གི་ཐོག་ལ་ནི་ཡོད་མཁན་རེད་ནི་ད་རྒྱབ་ཤོག་བྱེད་ཡ་ཡོད་ན་མེད་ན་མ་གཏོགས་ད་བྱེད་དགོས་ར་མ་གཏོགས་དེ་ནས་ར་ཤེས་ཡ་ཡང་རྒྱར་ཁད་ནི་སྐྱར་ལངས་བྱེད་པ་ཡིན་ནའི་སྔར་རོགས་པ་བྱེད་བདེ་བ་འགྲོ་སོང་བཏང་བདེ་བ་ཚང་མ་འཕྲོག་ལྷག་རེད་སྲིད།

ལ་དེ་ཡས་ཆབ་སྲིད་པ་ཡེ་ཤེས་པ་ཉམས་མྱོང་ཅན། དེ་འདྲས་ཀྱི་ཐོག་ཕྱག་ལས་གནང་མཁན་རྒན་པ་མང་པོ་བྱེད་མཁན་གསུང་གི་ཡོད་ཡིན་ཚ་ཁོ་བསྟན་དེ་རྒྱུ་མཚན་ཡོད་རེད་བ་ད་ངས་དེ་དང་འབྲེལ་ནས་ང་རང་ཚོ་བོད་ཀྱི་ལོ་རྒྱུས་ཁག་གི་ནང་ལོར་དེ་ཟེར་གྱི་ཡོད་རེད། མདོ་བློན་བཞུ་བཅས་ཀྱི་ཁྲིམས། དབང་ཆེ་བཅས་ཀྱི་ཁྲིམས། ཁབ་གསོ་ནང་པའི་ཁྲིམས་ཟེར་གྱི་ཁྲིམས་གསུམ། དེ་འབེབས་གཟིགས་ཡོད་རེད་བ། དེ་གའི་དམངས་གཞས་ཀྱི་ཐོག་ནས་འདི་ལས་བལྟས་ཡ་ཡིན་ན་ཐག་གཅོད་བྱེད་ཡ་གི་ཐང་ལམ་དེ་འདྲས་ཡོད་སྲིད་པ་རེད་བསམ་འདུག། མདོ་ལོན་ཞུ་བྱེད་ཀྱི་འཁྲེང་ཟེར་ཡ་དེ་དོན་དག་འདྲ་བོ་དེ་ག་རེད་ཟེར་ན་འདི་ཐབས་མཁས་པོ་གཅིག་གི་ཐོག་ནས་ཁོ་འདུམ་འགྲིག་བྱེད་དགོས་ཀྱི་རེད་སྲིད། ད་ལྟ་འདི་ཡ་ག་འདི་འདུམ་འགྲིག་རེད་བ་རྒྱ་ཁབ་གཉིས་པགས་རོགས་ཀྱི་དམངས་ཁྲོམ་འདུམ་འགྲིག་ས་མཚམས་འདུམ་འགྲིག་རྩོད་རྙོག་འདུམ་འགྲིག་བྱེད་རོགས། དེ་ལས་གནས་གང་དྲག་ཅིག་གཉིད་བཤད་ཡག་རེད། གྲགས་པ་མ་བཞེངས་བ་སྲིད། གཉོམ་ཆུང་མ་སྐྱེས་པ་སྲིད། དེ་ལ་དུས་ག་ལ་གོ་རུ་སྲིད་ན། རྩོད་རྙོག་ཅིག་ཡོད་ན་ཕྱོགས་གཉིས་ཡོད་མ་རེད་བ་ཕྱོགས་གཉིས་ཡོད་ན། དེ་གཉིས་དེ་གཅིག་པ་གཅིག་རྐྱང་ཆགས་ཡ་དེ་བལྟས་ཚེ་ཁ་བོ་ཡོད་རེད་བ། ཡང་མིན་ན་སྐོ་གཡས་ཤོག་སྦག་ཏུ་སྟོབས་ཆེ་ཡང་ཡོད་རེད་ཡང་ན་གཡོན་ཤོག་སྦག་ཏུ་སྟོབས་ཆེ་ཡང་ཡོད་རེད་གང་ལྟ་སྐོ་དེ་གཉིས་ལས་ལྕེ་ཡང་འདྲ་བོ་གཅིག་དང་གོ་ས་ཡིན་ན་ཆེ་ཆུང་འདྲ་བོ་རྒྱུ་ཡིན་ན་ཆེ་ཆུང་འདྲ་བོ་སྟོབས་ཡིན་ན་ཆེ་ཆུང་འདྲ་བོ་གཅིག་སྐོ་ཤོག་དེ་གོ་བ་དེ་ཡིན་ཙང་དེ་འདྲའི་གཅིག་ལས་ཐང་ལམ་དེ་དྲག་པ་མ་བཞེངས་ཟེར་དྲག་པ་ཟེར་དུས་ག་རེ་ཡིན་ན་སྟོབས་འབྱོར་ཆེ་བ་དབང་ཆ་ཆེ་བ་མཚན་སྙན་གྲགས་ཆེ་བ་ག་རེ་གཅིག་ཡོད་རེད་བ་དེ་ཚོ་ལས་མ་བཞེངས་བ་གཅིག་དགོས་ཀྱི་རེད་མ་བཞེངས་ཟེར་དུས་ངོ་མ་ཚ་བ་ཟེར་གྱི་རེད། དབྱིན་ཇི་ཁ་ཤེམ་ཤེམ་རེད་ཁྱོད་ལག་དང་ངོ་ཚ་ཡ་བོད་སྐད་ཁ་སྣ་སྔ་མོ་ངོ་ཚ་ཡ་ལ་ཤེམ་ལག་བར་སྣ་སྔ་མོ་ཟེར་ནི་མི་ད་ལྟ་ང་ཚོའི་ལུང་པ་ལ་ཡང་ངོ་ཚ་ཟེར་ཡ་དེ་ལ་ཤེང་ཟེར་གི་རེད་བ། མི་ཤེང་ན་སྐྱག་འཁྱགས་ཟེར་ད་མི་ཤེང་ངོ་ཚ་ན་ནི་ཁོ་སྐྱག་དང་རྡོག་དང་ཀ་རེང་སོགས་རྒྱག་ནི་འདྲ་མི་འདྲ་སྐྱོབ་བརྗོད་བྱེད་ཡ་ཅི་ཡོད་རེད་བ། ཁྱེད་ཚང་མས་རིམ་པ་ནང་མཐོ་བ་དེ་ནི་ཁོ་གཏམ་འདོད་ཆེ་ཡ་ཡོད་བ་ཡིན་ཚ་དེ་ཁ་མ་བཤང་བ་ཅིག་དགོས་པ་རེད། ཉམ་ཆུང་མ་སྐྱེས་བ་ཟེར་ནས་མི་ཉམ་ཆུང་ཅིག་ཡིན་ན་དེ་ཡིད་མ་ཆེས་པར་ཁོ་ཡི་ཐང་མ་ཆེ་བ་ཅིག་འུ་ཐོག་རྒྱུ་བས་ཡོད་མ་རེད། སྟོབས་ཆེ་བ་དེ་ལ་ཁོ་ཁ་མ་བཤང་བ་ཅིག་བཟོས་རྒྱབ་པ་ཡིན་ན་དེ་མིན་གྱི་ཆེ་དཔལ་འབྱོར་འདྲ་བ་ཁོ་ཐོག་ནས་ཆེ་བ་སྐྱེས་བ་ཡིན་ན་ཀྱེ་ཁོ་མོ་ཁྲི་འབུམ་དེ་ཚོ་ཁོ་ཉག་རྩི་ཡོད་མ་རེད་བ། ཁོ་ཚོ་གཏམ་འདོད་དུ་བྱེད་སྡོད་ཀྱི་ཡོད་རེད་བ། མི་ཉམ་ཆུང་དང་གང་ཡང་མེད་མཁན་ཅན་ཡིན་ན་ཁོ་ངོ་ཚ་གི་ཐོག་ལ་ཡ་གོམ་པ་སྤོ་ཡ་ལས་རིན་པ་འདྲ་དེ་གླེགས་ཡོད་མ་རུང་བ་དེ་ལས་ཁོ་རྒྱུ་སྤམ་རྒྱུ་ལ་སོགས་པ་ཅི་མེད་ན་ཡང་ཁེ་ཤོར་སའི་ཨུ་ཚུགས་རྒྱུ་བ་ཡིན་ན་ནི་ཁོ་འོས་ཐོག་ནས་དེ་འཕྲལ་འདི་སྲུང་བརྩི་ཞུ་བསམ་ན་ཡང་ཁོ་ཐབས་ཤེས་ཡོད་མ་རུང་བ་དེ་ཁོ་ལ་མེད་ཡ་ཡིན་ཙང་དེ་ཡིན་ཙང་གང་ལྟར་གྲགས་པ་ཁ་མ་ཞེང་བ་ཉམ་ཆུང་ཡིད་མ་ཆེས་བ་ཅིག་གི་ཐོག་ནས་ཐག་གཅོད་བྱེད་དགོས་ཀྱི་རེད། དེ་རེད། ད་ལྟ་དེ་ཆགས་ཆེ་བ་ཡིན་ན་ད་སྟོབས་ཤུགས་ཆེ་བ་དེ་ར་ཤི་ཡ་ཡིན་པའི་དབང་བཏང་ཡིན་ན་ཁོ་ཁ་མ་བྱང་བ་ཅིག་སྒུག་གི་ཡོད་རེད། ཨ་ད་ག་ནང་གི་སྐོར་ཉམས་ཆུང་ཤོས་དེ་ད་ག་རུ་སི་ཡོད་མཁན་རེད་ཡིན་ན་ཁོ་ཡ་རྦད་དེ་འུད་ཐོག་མ་བཅོལ་བ་ཅིག་གི་དེ་གཉིས་ཀྱི་དཔའ་རོ་ནི་ད་དབུ་མེད་ལམ་གྱི་རྩེ་ནས་ཐང་ལམ་དེ་འདུམ་འགྲིག་བྱེད་གི་རེད། ང་ཚོ་གླིང་སྒྲུང་གི་ནང་ལོགས་ལས་བལྟས་ཡོད་རེད་བ། ཇག་པ་རྟ་དེ་དང་རམ་རྟ་རྗེས་ཆོད་ཟིན། ཕོ་རབ་གཉིས་ཐོག་ན་དེ་གཉིས་ཀ་བྱས་ཡོད་རེད་ཟེར་ནས་འདན་མ་ཀའི་ཤན་པ་ལས་གླུ་བླངས་རེད་བ། ཇག་པ་བསད་དེ་ག་རེད་ཟེར་ཁོ་ཇག་རྒྱབ་ནས་རྟ་དེད་འགྲོ་ཡ་དེ་རེད། ཁོ་དེ་དེད་ཡ་མ་རག་བ་ཡིན་ན་ཡང་ཁོ་ཞབས་འདྲེན་ཞུ་གི་ཡོད་རེད་ཁོ་སྤམ་ཤོག་ཡོད་ངོ་ཚ་གི་ཡོད་རེད་བ། རྟ་བྱལ་དེ་འདྲ་དུ་རྟ་དེ་ཚོ་འཕྲོག་མཁན་རྟ་བདག་པོ་ངོས་ནས་ཡོང་མཁན་དེ་རམ་རྟ་ཟེར་བ་རམ་རྟ་ཟེར་དེ་ག་ཁོག་དེ་རྗེས་ཁྱོད་ནས་རྟ་དེ་ཚོ་ལེན་ཐུབ་པ་ཡིན་ན་རྟ་ཁོག་གེ་བྲག་ག་རུ་བཞག་གི་ཡོད་རེད་བ། ཨེ་རྟ་ལེན་མ་ཐག་པ་ནི་ཁོ་རམ་རྟ་སོང་ཡིན་ན་གཏོང་འཇོག་བྱེད་གི་ཡོད་པ་ཡིན་ཙང་ཁོ་ངོ་ཚ་བོ་ཡོང་དུས་ཨེ་ནི་གྲོས་བྱེད་ཨེ་བྱ་གོ་དེ་ལ་ཡང་ཁོ་བྱ་ཆོས་སོ་ཟེར་གྱི་ཁོ་ཁ་མ་བཤངས་ཡས་ཀྱི་ཆེད་དུ་རྟ་དོམ་གྱི་ཁོ་དེ་འདྲ་ཡང། རྗེས་ཡོང་མཁན་དེ་ཡང་གོ་རང་གཅིག། ངས་རྗེས་དེད་ནས་ཀྱི་ཚང་མ་མ་ལོན་བ་ཡིན་ན་གང་ལ་གང་འཚམ་ཀྱི་ལོན་སོང་དེ་ཀྱི་དཀའ་ལས་སྐྱབས་སེ་འཛིང་ས་སྐྱབས་སེ་ང་མིན་ན་འདི་ལྟ་མ་གི་ལྟ་བུ་ཀྱི་ར་ས་མ་རེད་དེ་ད་ཕོ་ང་དགོས་ནས་ཡིན་ད་ང་བཅིངས་ནས་ཨི་འདི་ག་ཚོད་ཀྱི་ར་ས་གང་ལ་གང་འཚམ་ཀྱི་ཚུལ་དེད་ཡོད་བ་གི་ད་དེ་འདྲས་ཀྱི་གྲོས་བྱེད་ཡ་ཡོད་རེད། དེ་ཡིན་དུས་འདས་མ་ང་གླེང་ནས་སྤ་མཁན་གླང་མདངས་སྐེད་པ་ལས་སྦྱར་ནས་རྟ་ལྗགས་ལས་ཡོང་བ་རེད་རྟ་དེ་ཡང་མེད་ན་ངོ་ཚ་བོ་ཡོད་རེད་ངས་ཁ་བཏགས་དུམ་ཆེ་དེད་རོ་ཟེར། དེ་ནས་ཤན་པ་ཁྱོད་རང་ཡང་ཧོ་ཨར་ཆེ་ཐང་བ་གྲུབ་ཡི་ཤན་པ་བག་དང་ཁྲི་ཕྲག་མང་པོ་གི་ནང་ནས་དེ་ནས་སྤ་མཁན་གླེང་མདངས་སྐེད་པ་ལས་སྦྱར་ནས་རམ་རྟ་ལས་ཡོང་བ་ཡིན་ཙང་ཕར་འགྲོ་དུས་རྟ་དེད་ཚེ་དེ་ཡང་མེད་ན་ངོ་ཚ་བོ་ཡོད་རེད་ཁྱོད་རང་བ་རྟ་ཕྱེད་ཀ་ཚོ་དེད་སོང་ཟེར། དེ་ནས་ང་རང་གཉིས་ཁྱོད་ཤི་ང་གསོན་གྱི་སྲོག་དང་བསྡོས་ནས་འཛིན་དགོས་ཀྱི་འདུག་བས། དེ་འདྲའི་ཤེས་ཀྱི་ལོ་རྒྱུས་དང་གཏམ་རྒྱུད་ཅིག་ཡོད་རེད་བ། དེ་རེད། ཁྱེད་རང་གནས་སྟངས་དེ་འདྲའི་གི་ཐོག་ནས་དགོངས་པ་བཞེས་སྟངས་དེ་འདྲའི་གི་ཐོག་ནས་རྩོད་རྙོག་འདུ་འབྲེལ་གྱི་ཁྲིམས་ཐག་བཅད་ཡ་ཡིན་ན་དེ་ལ་ཡང་ཆེ་བ་བལྟས་ཚོད་ཅིག་ཡོད་རེད། དེ་ནས་དབང་ཆའི་སྐྱེད་ཀྱི་ཁྲིམས་དང་ཁབ་སོ་ནང་པའི་ཁྲིམས་ཟེར་དེ་ཚོ་ཡང། ང་ཚོ། ཆེ་ས་ནས་རྒྱ་ཁབ་ཆུང་ས་ནས་མི་སྒེར་གཉིས་ཀྱི་བར་གྱི་རྩོད་རྙོག་འདུམ་འགྲིག་བྱེད་ཡ་ལས་འདི་ཚོ་ལ། བསམ་བློ་བཏང་ཡ་ཞི་བ་ཡོད་རེད་ད་འདི་ཚོ། མི་ལོ་སྟོང་ཕྲག་མང་པོ་ནས་མ་བརྒྱུད་བསྡད་ཡོད་ཀི། ཉམས་མྱོང་རྒད་པོ་གི་ཤོག་སྡོམ་བྱེད་བཞག་ཡོད་ཀི། མི་ང་འདྲ་བོ་ཅིག་རེད་འདུག་བ། ཆོས་རྒྱལ་ནི་ཀོང་ཁྲན་དང་ཁམས་ཆོས་སྐྱེས་ཕྲ་འདྲ་བ་བཅས་ཀྱི་ཐོག་ནས་ཡོང་གི་ཡོད་རེད་དེ། འདི་ཚོ་དེ་པའི་སྤྱི་ཚོགས་ཀྱི་ནང་ལོགས་ལས་གལ་ཆེན་པོ་ཆགས་འདུག་འདུག་བ། ད་འདི་འདྲའི་དམངས་ཁྲོད་ཀྱི་སྐབས་སུ་རྩོད་རྙོག་འདུམ་འགྲིག་བྱེད་དུས། ཕྱོགས་གཉིས་ཀ་ཁོག་གྲགས་པ་ཁ་མ་ཤེས་བ་གཅིག་གིས་གནས་སྟངས་ཀྱི་ཐོག་ལ་བདེ་ཁ་བྱེད་དུས། དེ་བར་འདུམ་བྱེད་ཡག་གི་དུས་ཚོད་འདྲ་བ་དུ་ཡང་ཁ་བོ་ཆགས་ཀྱི་ཡོད་རེད། སྲོང་བཙན་སྒམ་པོའི་སྐབས་སུ་རྒྱ་བོད་གཉིས་དམངས་ཁྲོད་བརྒྱབ་ཡོང་དུས་ཡང་ད་ལྟ་འདི་གི་གནས་སྟངས་དེ་འདྲའི་མང་པོ་བྱུང་ཡོད་རེད། ཐང་གོང་མ་གི་སྐབས་དེ་དུས་ད་ང་ཅི་མིན་ནས་སུ་ཅི་ཡིན་བསམ་ནས་བོད་དེ་ལས་མཐོང་ཆུང་རང་བལྟས་ཚེ་བྱེད་ཀྱི་ཡོད་རེད། ད་ལྟ་པུ་ཀྲིན་ར་ཤི་ཡ་གི་ཡུག་ཁེན་རིང་ལ་མཐོང་ཆུང་བྱས་པ་ནང་བཞིན་གྱི་བྱེད་ཀྱི་ཡོད་ཟེར་བ། དངོས་སུ་མ་བསྐྱབས་ཡོང་དུས་ནི་བོད་ཀྱི་དམག་སྡེ་ཁྱེད་ཉིད་ཕྱི་ཐང་གི་ཆ་ནས་ཐང་གོང་མ་དེ་ད་མཚན་གྱི་གཉིད་ལམ་གྱི་ནང་ལོགས་ལ་ཡང་ཁོ་ཞེད་སྣང་ལངས་ན་དགོད་ཅིག་མ་བཟོས་བ་ཡིན་ན་ཀུན་མཐོང་ཆུང་བྱས་ནས་ཡང་ཡལ་གྱི་ཧུ་ཡོད་མ་རེད་བ། ཡིན་ན་ཡང་དངོས་སུ་དམག་སྦྱར་ནས་ཁོ་ཕམ་བཞིན་པའི་སྐབས་སུ་ཡང་ཁོ་འདུམ་འགྲིག་གི་གྲོས་འགོ་བཏོན་དགོས་བ་ཡིན་ན་ཕ་ཞོལ་དེ་གིས་ཡང་ཁོ་ཕམ་འདོད་ཀྱི་གྲགས་པ་ཁ་མ་ཞན་ཟེར་ཆོས་རོགས་དེ་གིས། ཁ་བོ་ཆགས་ཡོད་རོགས་བྱས་ཙང་སྲོང་བཙན་སྒམ་པོ་སྟེ་ཧ་ཁོག་ནི། དང་པོ་སྟེ་རྒྱ་ནག་རྒྱལ་པོ་བླ་མདའ་འདི་དགུ་ལས་ཀྱི་ཚབ། ཚབ་ཚ་དུས་ཚ་དུས་ཟེར་ན་མི་འདུག་ད་ཀོ་དམངས་ཁྲོམ་དེ་རྒྱུ་རིང་པོ་བྱས་དེ་གོ་རོགས། ད་རྒྱ་ནག་རྒྱལ་པོ་རྦད་དེ་ཞེ་ཐག་ཆོད་བའི་ཚོད་ལ་སླེབས་ཚར་བའི་ཉིན་མོ་གཅིག་ལ་ཡ་བོད་དམག་བལྟས་ཚེ་ཕམ་ཡོད་ན་ཕམ་ཁ་ཅིག་ཡིན་ན་གང་ལྟར་དམག་རེ་ཞིག་བལྟས་ཚེ་ཕྱི་འཐེན་བྱས་ནས། སྲོང་བཙན་སྒམ་པོའི་ལམ་སང་རྒྱ་ནག་རྒྱལ་པོ་ལ་གྲོས་མོར་བྱས་ཡོད་ཁི་ད་གྲོས་འགོ་དེ་བཏོན་རེ་བ། དེབ་བྲིན་ཁོག་ཏུ་བཏོན་ཡོང་དུས་རྒྱ་ནག་རྒྱལ་པོ་གིས་ད་དང་ལེན་བྱེད་ལེ་ལག་ཞུ་ཆ་ཡོད་རེད་ཕྱོགས་གཅིག་ནས་ཁོ་ལ་ཞེད་སྣང་གི་ནུས་ཤུགས་ཀྱིས་སླེབས་གི་ཡོད་རེད་ཕྱོགས་གཅིག་ནས་གྲོས་མོལ་བྱེད་ཡག་གི་དུས་ཚོད་དེ་བོད་པ་བལྟས་ཚེ་ཕམ་པའི་སྐབས་དེ་ཐོབ་གི་ཡོད་རང་བོད་པ་ཕམ་པའི་སྐབས་ཡིན་ཙང་ཨ་ནི་ཁོ་གྲགས་པ་ཁ་མ་ཞེང་བ་གི་ཆད་པ་དེ་ཡོང་གི་ཡོད་ཡིན་ཙང་ཨ་ནི་ལམ་སང་གྲོས་མོལ་བྱེད་ཡག་གི་མགོ་བཙུགས་ནས་རྒྱ་བཟའ་གང་བྱུང་མནའ་མ་སྤྲད་ལ་སོགས་ཨ་ཏི་ཀི་གནས་སྟངས་ཀྱིས་ང་ཚོ་ལོ་རྒྱུས་ནང་ཡོད་རེད་དེ་ལོ་རྒྱུས་ལྷ་བཤད་ཅིག་རེད་དེ་གི་གནས་སྟངས་དེ། འགྲོ་བ་མི་ཡི་བླན་བཤན་གྱི་བསམ་བློ་བཏང་སྟངས་ཅིག་གི་ཐོག་ནས་ཡོང་བསྡད་ཅིག་ཡིན་དུས་ཐ་ད་འདི་བར་དུ་གོ་དེ་ངས་བལྟས་ཡ་ཡིན་ན་བེད་སྤྱོད་ཡོད་རེད་བསམ་གི་འདུག་ད་དེ་ལབ་དུས་ག་རེད་ཟེར་ན། ནི་ལྷོ་ཕྱོགས་ལས་ར་ཤི་ཡ་དང་ཡུ་ཁེ་རན་གཉིས་ཀྱི་དམག་འཁྲུག་ཆེན་པོ་ཅིག་བརྒྱབ་ནས་དེ་གི་ནང་ལོགས་ལ་ར་ཤི་ཡའི་ཕྲན་བུ་རྒྱ་གར་ཐུ་བ་ཡིན་ན་ཡང། ར་ཤི་ཡ་གི་སྦལ་དུ་གྲུ་མོ་མི་འཇིགས་གཡུག་བཞག་ཡག་གི་བལྟས་སྟངས་དེ་འདྲས་ཡོང་གི་མ་རེད་གྲུ་མོ་བྱེད་སྲིད་པ་རེད། ཁོ་སྐྱེ་ཁའི་སྐབས་དེར་བལྟོས་ནས་ཨེ་ནས་གྲུ་མོ་བྱེད་བྱས་དེ་ཡང་ཀོ། དེ་འདྲས་ཀྱི་ཡོང་བསྡད་ཀྱི་ཡོད་རེད་དམངས་ཁྲོད་ཀྱི་བརྒྱུད་རིམ་གྱི་ནང་ལོགས་ལས། ད་ནས་ཁ་ཤས་ཀྱིས་ད་དེ་ནས་ར་ཤི་ཡ་སྐྱེ་ཁའི་ནང་དེ་ནས་གྲུ་མོ་རྩ་ནས་མི་འཇིགས་ཡང་བསྐྱར་གཡུག་མཁན་རེད་ཚང་མ་དེ་ལེབ་ལེབ་བཟོ་རེད་ཟེར་གྱི་དགོངས་ཚུལ་བྱས་འདུག་དེ་རང་ཁོ། ད་ཡིས་ད་ལྟ་ར་ཤི་ཡ་གི་ཡོང་གི་མ་རེད་ད་ལབ་ཤེས་ཀྱི་མ་རེད་དེ། དམངས་ཁྲོད་ཀྱི་བརྒྱུད་རིམ་ལོ་རྒྱུས་ཀྱི་ནང་ལོགས་ལ་བཀོད་ཡག་བལྟས་ཡག་ཡིན་ན་མཐའ་གཅིག་ཏུ་དེ་འདྲའི་ངེས་པ་དེ་འདྲའི་གལ་ཡོད་མ་རེད། དེ་ནས་ཕྱོགས་གཞན་པ་བཅས་ནས་ད་ལྟ་ཡུག་ཁན་རིགས་ཁོ་རང་གི་གནས་སྟངས་དང་ར་ཤི་ཡ་གི་གནས་སྟངས་དང་ཁོ་གཉིས་སྟོབས་ཆེ་ཆུང་དང་གང་ས་ཅི་གི་ཐད་ནས་བལྟས་ཡག་ཡིན་ན་ད་འདིར་ཤར་ཕྱོགས་ཀྱི་ས་གོར་ཁག་ཅིག་ལ་ཡུག་ཁན་རིགས་ངོས་ནས་ཡིན་ན་ཡང་བསམ་བློ་གཏང་དགོས་ཡ། དངོས་གནས་སྐད་ཆ་རྒྱ་ཆེ་མཉམ་འབྲེལ་རྒྱ་མཚོ་འདྲ་བོ་བཅས་དོན་གྱི་བང་དོམ་ཅན་གྱི་ཡག་པོ་བཅས་ཡོད་པ་ཡིན་ན། ད་ལྟ་ཤར་ཕྱོགས་ཀྱི་ས་ཁོར་མི་རིགས། ར་ཤི་ཡ་གི་མི་རིགས་དང་སྐད་རྒྱུན་ཁེ་སེ་དེ་ཚོ་ལས། ས་གནས་ཁོ་རང་ལ་མང་མོས་འོས་བསྡུ་བྱས་ནས། རང་བཙན་བྱས་ནས་བསྡད་གི་ཡིན་ཨོ་རོ་སུ་འོག་བསྡད་གི་ཡུག་ཁན་རི་འོག་བསྡད་གི་ཡིན། མང་མོས་འོས་བསྡུ་བཅས་བྱེད་ཡག་གི་ཐང་ལམ་ཅིག་གི་ཐོག་མཐའ་འཁྱོལ་གྱིས་བྱས་པ་ཡིན་ན། དེ་དངོས་གནས་ངའི་ལྟས་ཡིན་ན་དེ་ཡག་པོ་ཤོད་ཀྱི་རེད་བསམ་གྱི་འདུག་མེག་གི་སྟེང་ན་རེད་བསམ་ཡང་རང་གི་སྟེང་ན་ཡིན་བསམ་ཡང་སུ་གཅིག་ལ་ངོ་ཚ་ཡ་དང་སྤང་ཤོག་མི་དགོས་ཡ། ཨ་ས་ནས་ས་ཐོག་རང་ལ་ཡང་ཀོ་ཕན་ཐོག་ཡོད་བསྡད་པ་ཕུགས་རྒྱང་རིང་པོ་ལ། འོ་དེ་ཐང་ལམ་འདྲ་བ་གཅིག་རེད་མ་གཏོགས་ད་དེ་ག་རང་གི་ཐོག་ལ་ཤི་འཐད་རོང་འཐད་བྱས་པ་ཡིན་ན་ཤོག་སྙིང་ག་ལ་གྱོང་རག་ཡང་མཐའ་མ་དེ་སུ་གཅིག་ལ་ཁེད་རག་ཡ་དེ་ངའི་ལྟས་ཡིན་ན་ཁ་བོ་རེད་བསམ་གྱི་འདུག། ང་ཚོ་ལོ་རྒྱུས་ཀྱི་ཐོག་ནས་བལྟས་ཙི་བལྟས་པ་ཡིན་ན་ད་ངས་རྒྱང་རིང་པོ་དེ་འདྲའི་བརྡ་ཤེས་མེད་ད་རྒྱང་རིང་པོ་ཟེར་ན་མི་འདུག་སྤྱི་བཏང་གི་ཆ་ནས་ཆབ་ཚང་ཅན་ཤེས་ཀྱི་མེད་དེ་ང་ཚོ་ཤོར་ཤོར་གྱིས་བལྟས་ཡ་ཡིན་ན། ད་ལོ་ཉིས་བརྒྱ་སུམ་བརྒྱ་ཅིག་གི་རིང་ལ་ད་ལྟ་ཡུག་ཁན་རིང་གི་ཤར་ཕྱོགས་ཕ་ཆེ་བ་དེ་ཨོ་རོ་སོ་གི་འོག་ལ་བསྡད་པ་རེད་བ་ནུབ་ཕྱོགས་དེ་ཚོ་དེ་པོག་ལེན་གྱི་གོང་ཐོག་འདྲ་བ་བྱེད། ལོ་ཉིས་བརྒྱ་དང་སུམ་བརྒྱ་གི་ནང་ལོག་གི་གནས་སྟངས་དེ་ངས་གལ་ཆེན་པོ་ཞེ་བ་རེད་ཟེར་གྱི་ཡོད། དེ་སྐྱེས་ན་ང་རང་ཚོ་བོད་པས་ཤུགས་རྐྱེན་གང་རྒྱུ་རེད་དེ་འཛམ་གླིང་ལ་བལྟས་ཡིན་པའི་བཟོ་ན་གྱི་འདུག་ང་ཚོ་བོད་ལ་ཆ་མཚོན་པ་ཡིན་ན་གནའ་སྔ་མོ་ལྟར་མཁྲེགས་སྐོར་བཅུག་སོང་ཟེར་ཡ་དེ་ནས་ཡར་སོང་ཡིན་ན་དབུས་གཙང་རོབ་གཡུ་ད་སྟོད་ཀྱི་པ་དེ་སྨད་ཀྱི་པ་དེ་ཐོངས་ཅེ་གུང་ཁྲི་དེ་གཅིག་བཤད་ཡོད་རེད་དེ་ལོ་རྒྱུས་ཙམ་ཞིག། བོད་ངོ་མ་ལ་མ་ས་ག་པོ་ཨ་ཡིན་ན། ཞི་བའི་ཞི་བའི་ཀོ་དེ་ལ་བག་ཆགས་ཀྱི་ཡོད་མ་རེད་བ། ད་ལྟ་ང་རང་ཚོ་བག་ཆགས་ཀྱི་ཡོད་བསྡད་བ་དེ་ལོ་ཉིས་བརྒྱ་སུམ་བརྒྱ་ནང་ལོག་གནས་སྟངས་དེ་རེད་བ། མདོར་རྒྱལ་བ་ཡིན་ན་དགའ་ལྡན་ཕོ་བྲང་གི་དུས་ཡུན་དེ་གི་རིང་གི་ས་མཚམས་སྡེ་མཚམས་ཆད་ཀྱི་གནས་སྟངས་ཀྱི་རེད་དེ་རེད། དཔེ་འདྲ་ཆ་མཚོན་པ་ཡིན་ན་ང་གཙང་ཡིན། ནི། སླ་ང་ཕུན་གསུམ་གྱིས་ཅི་ཅིའི་སྟན་དུ་དེབ་འདུ་བ་སྟེ་འདྲ་ཧོག་གཅིག་ཚག་རྒྱ་ཁྱོན་གྱི་ཤེས་ཡོན་འདུ་བ། དགའ་སྡང་གིས་སྨྲང་ཁམས་ལ་ཡོང་བ་ཡིན་ན་ང་ཆབ་མདོ་ནས་ཡིན་ང་བྲག་ཡབ་ནས་ཡིན་ང་གོང་ཇོ་ནས་ཡིན་ང་སྡེ་དགེ་ནས་ཡིན། ནི་ང་ནང་ཆེན་ནས་ཡིན་ཟེར་གྱུར་བ། དེ་གའི་བག་ཆགས་འདྲ་བོ་དེ་དགའ་ལྡན་ཕོག་རང་གི་དུས་ཡུན་གྱི་ལོ་སུམ་བརྒྱ་དེ་གའི་ནང་ལོག་བག་ཆགས་འདི་རེད་ད་དེ་གའི་ཡན་ཆད་ལ་ཡག་གེ་འགྲོ་གི་མ་རེད། ད་ལྟ་འདི་ཆ་ལས་རྒྱག་གི། སྲིད་འཛིན་ས་ཁོངས་དུ་བཅུ་དྲིལ་གྱིས་བྱས་ཚར་དུས། དེ་གའི་རྗེས་ནས་འཚར་ལོངས་བྱུང་བའི་མི། ད་ལྟ་བོད་ནང་ལོག་གི་གཞོན་སྐྱེས་དེ་ཚོ་ཡིན་ན། ད་ལྟ་གི་དེ་གནས་སྟངས་འདི་ཕར་བསྐྱལ་ཡོད་ན་བོད་ནང་ལོག་བྱས་སོང་བ་ཡིན་ན། ཁྱོད་ག་ནས་ཡིན་ཟེར་ལབ་བ་ཡིན་ན། ད་ལྟ་ང་ཚོ་བཙན་བྱོལ་ནང་ལོག་ལ་ཡོད་བསྡད་མཁན་དང་མི་རབས་རྒན་པ་དེ་ཚོའི་ཁས་ལེན་བསྒྱུར་སྟངས་གཉིས་འདི་མ་འདྲ་བ་ཆགས་ཚར། དེ་ལྟར་ལོ་ལྔ་བཅུ་དྲུག་ཅུ་གཅིག་གི་ནང་ལོ་ལོས་སྲིད་འཛིན་ས་ཁོངས་འཕོ་འགྱུར་དེ་ཡི་དབང་གིས་དེ་འདྲའི་འགྱུར་བ་འགྲོ་དགོས་ཡོད་ན། འདི་ང་ཚོ་ལོ་ཉིས་བརྒྱ་གཅིག་གི་རིང་ལ་བསྡད་ཡག་མཁན་གྱི་མི་རབས་རྒན་པ་དེ་ཚོ་ལས་དེ་ལས་ཀྱང་བག་ཆགས་མཐོ་བོ་ཡོད་རོགས་དེ་ཡིན་དུས། ད་ལྟའི་ཆ་ལ་ཡུག་ཁན་རན་གྱི་ཤར་ལྷོ་ནུབ་བྱང་འདི་ཚོ་གི་གནས་སྟངས་དེ་ད་ལོ་སུམ་བརྒྱ་ནང་ལོ་གི་ལོ་ཉིས་བརྒྱ་སུམ་བརྒྱ་གཅིག་གི་ནང་ལོ་གི་གནས་སྟངས་དེ་བསམ་བློ་བཏང་དགོས་ཡ་གཅིག་ཆགས་ཡོད་རྒྱུ་རེད་བསམ་འདུག། དེ་ཡིན་དུས་ད་ལྟའི་གི་གནས་སྟངས་འདི་ལྟ་ཡ་ཡིན་ན། ཡུག་མཁན་རིགས་ཀྱི་ངོས་ནས་ཤར་ཕྱོགས་ཀྱི་ས་ཁུལ་ཁ་ཅིག་ལ་དགོན་པ་གཏད་ཚུལ་གཞི། ས་མཚང་གི་གནས་སྟངས་འདི་ཐག་གཅོད་གཙང་མ་ཅིག་བྱུང་བ་ཡིན་ན་ནི་དེ་མ་ཐག་ཏུ་ཕ་ནེ་ཁྲོ་ནང་ལོགས་ལ་འཛུལ་ཡ། ས་མཚང་གི་གནད་འགག་འདི་གཙང་མ་ཅིག་མ་བྱུང་བ་ཡིན་ན་ནི་ནེ་ཁྲོ་ནང་འཛུལ་ཡ་དེ་ཁ་པོ་ཆགས་གི་འདུག་བ། ད་ལྟ། ཧྥེ་ལན་ཀྲི་དང་སོ་ལྡན་འདི་ཚོ་གཅིག་བཤད་བསྡད་ཀྱི་འདུག་དེ་དེ་རེད། ཁོ་ཚོ་ད་ལྟའི་གི་དུས་ཚོད་དེ་ད་ནེ་ཁྲོ་ནང་འཛུལ་ཡག་གི་གོ་ཁེབས་ཡག་ཤོས་དེར་བ། སྡིག་ར་བཀོད་གི་ཡོད་རྒྱུ་རེད་དེ། ད་ད་ལྟ་ཀོ་ར་ཤི་ཡ་དང་ཨག་སོ་མང་འདུས་བསྡད་ཡོད་རེད་བ། དེ་འདྲའི་སྐབས་སུ་འཛུལ་ཐུབ་པ་ནི་ཡག་ཤོས་རེད་མ་གཏོགས། ཡང་ས་མཚམས་དུ་བ་ཅིར་རྙོག་དྲས་ཀྱིས་བསླངས་ནས་ས་མཚམས་དུ་བའི་ཐག་མ་ཆོད་པ་ཡིན་ན། ས་མཚམས་ལ་རྩོད་རྙོག་ཡོད་བཞིན་པ་ཅིག་ནད་གྲོགས་ནང་འཛུལ་ཡ་ཁ་བ་ཆགས་རོགས། དེ་ནས་ཧྥིན་ལན་འདྲ་བ་ཅིག་ཆ་མཚོན་པ་ཡིན་ན། ཨུ་རུ་སུ་གོང་མའི་སྐབས་སུ་ད་ལོ་རྒྱ་ཉིན་བརྒྱ་ག་ཚད་ཡིན་ན་བརྒྱ་ལྷག་ཚད་ཡིན་རྒྱུ་རེད་དེ་འདྲ་ཅིག་ཨུ་རུ་སུ་ཁུངས་ཐོག་བྱས་ནས་བསྡད་རེད་བ། དེ་ནས་ཨུ་རུ་སུ་ས་རྗེས་ལངས་ནས་ད་སོ་ཝེ་ཀྲི་ཡུན་ནན་ཁ་ཐོག་ལ་འཁོར་བ། རང་བཙན། ཆགས་བསྡད་པ་ཅིག། ད་དེ་ཡང་ད་ལྟ་ཡུག་ཁན་རེད་ད་ངས་འདྲ་བོ་འདུག་བསམ་གི་འདུག་ཕྱི་ལོ་གཅིག་སྟོང་དགུ་བརྒྱ་སུམ་བཅུ་སོ་དགུ་བཞི་བཅུ་ཞེ་གཅིག་ག་ཚད་ཡིན་ན་ད་དམག་རྐྱེན་རྙིང་པ་མ་ལངས་ལ་དུ་བ་བཅས་ལས་ཡང་ཨུ་རུ་སོག་གིས་ཧྥི་ལན་ལེ་ད་བཙན་འཛུལ་བྱས་ནས་ད་ལྟ་ཡུག་ཁན་རེད་བྱེད་པ་ནང་བཞིན་བྱས་འདུག་བ། མཐའ་མའི་གི་ཐག་གཅོད་འདྲ་བོ་དེ་གར་བྱུང་བ་རེད་ཟེར་ན། ནེ་ཕི་ལན་རི་གི་ཤར་ཕྱོགས་ཀྱི་དུ་ས་རོག་ངེས་ཅན་གྱི་རགས་ཤིག་ཡ་ལི་བྷ་དགོན་པ་བཞིའི་ཐོག་ནས་ཟང་ཟིང་གཏན་འབེབས་བྱས་ནས་དེ་བྱུང་འདུག་བ་འོ་དེ་གི་གནས་སྟངས་འདྲ་བ་ཅིག་ད་ལྟ་ཡོད་མཁན་རེད་ན་མི་ཡོང་བའི་ངེས་པ་གས་མེད་བ་ད་རྦད་དེ་ཁོ་མི་མེད་ལུང་སྟོང་ལ་མ་ཆགས་ཀི་བར་དུ་རྩ་འཇག་མི་ཤུ་ལ་མ་གླེང་གི་བར་དུ་ཟེར་བ་ལས་ཀྱང་ཁོ་དེ་ཡང་ཁོ་ཐར་ལམ་ཡལ་བ་ཅི་རེད་བ། ལྷག་པར་དུ་ས་གནས་ས་ཐོག་གི་ད་མི། སྟེགས་ཀྱི་ནང་ལོགས་ནས་ཀྱི་ཁོ། ད་འགྲེམས་པའི་དོན་ཤེས་སྲིད་ན་འགྲིག་གི་མ་རེད་བ་མི་མང་གཉོམ་ཆུང་ཤི་བས་མི་སེར་སེར་ཆུ་ཡོར་བ། ས་གནས་ས་ཐོག་ལ། ས་ཞིང་ལ་བརྟེན་ནས་ཞིང་ཁ་འདེབས་ནས་ཚོང་བསྐྱབས་ནས་ཟ་ཁང་ཟིན་ནས་ཚོང་ཁང་ཟིན་ནས་ཁ་ལག་ཟ་དགོས་མཁན་གྱི་རིགས་མང་པོ་སྤྱིར་དགོན་པ་ཞིག་ཡང་ཡིན་ན་ཁོ། བསམ་བློ་བཏང་ཡང་ད་ཡོད་བ་ཅིག་རེད་བསམ་གྱི་འདུག། ད་དེ་ནས་བོང་རྒོད་དང་འཕགས་པ་གི་ལྷ་བཞག་དེ་མ་ཤེས་སྔོན་ལ་ཡང་ང་དེ་གཉིས་དྲི་བ་འདི་འདྲ་གྱིས་བཏང་བསྡད་ཀྱི་འདུག་ངས་ར་ཤི་ཡ་གི་དམག་དེ་རྒྱབ་མ་དགོས་ཡ་ཅི་རེད་ཡིན་ན་ཡ་རྒྱབ་བ་རེད་རྒྱབ་བ་དེར་རྒྱུ་ཆེན་ཡོད་རེད་མ་གཏོགས་རྒྱབ་དགོས་དང་མི་དགོས་སྐད་ཆ་བཤད་བ་ཡིན་ན་རྒྱབ་མ་དགོས་ཡ་ཅི་རེད་ཟེར་ངས་ལ་རེ་བ་ད་དེ་གསལ་པོ་བྱུང་ཡོང་ས་མ་རེད་དེ་ག་ལ་དྲི་བ་འདྲ་ག་རེ་ཡིན་ན་ད་མང་པོ་ཅིག་དྲིས་ཤིག་ངས་ཞིབ་ཕྲ་འདྲ་བོ་ཅིག་མགོ་ཚོས་མ་སོང་ད། ར་ཤི་ཡ་གི་དེ་དམག་དེ་མ་དགོས་ཡ་རེད་ཟེར་ག་རེད་ཟེར་ན་ར་ཤི་ཡ་ལ་ཁེ་བན་གྱི་ཐུགས་ཡོད་ན་ར་ཤི་ཡ་ལ་དགོས་དུས་ཡོད་རེད་ར་ཤི་ཡ་ལ་ཁེ་བན་གང་ཡང་ཐོབ་ཡོད་མ་རེད་ཟེར་ད་ཁ་སང་ངས་དེ་ཞུ་བ་རེད་ཡང་འགྱར་ཞུ་བ་ཡིན་ན་དེ་ཕན་ཆུང་ཚབ་ལས་གནོད་དུ་ཡོད་རེད། ང་ཚོ་བོད་གཏམ་དཔེ་ཅིག་ཡོད་རེད་བ། མེད་ཕར་བོད་ནང་ཨ་ར་ཚོད་ཚིག་ཟེར་ཞིག་ཡོད་རེད་བ་ད་དེ་ཆགས་དུ་ཡོད་རེད། ཡིན་ཡང་ད་ཁོ་རང་ལ་ཆེས་ཁེ་བན་ཅིག་དང་གུས་པ་ཅིག་ཡོད་བསམ་ནས་དམག་འདི་རྒྱག་དགོས་ཀྱི་ཡོད་བསམ་ནས་ཁ་ནས་ཡར་ལག་གཡོར་བ་རྒྱབ་ཡིན་རྒྱུ་རེད་དེ། ད་ང་དབྱིན་ཇིའི་སྐད་གླེང་ན back fire ཡིན་ན་ཆེས་ཟེར་ཤོར་བ་ཀོ་ཏེག་གི་ནུས་པ་དེ་ལྡོག་ཕྱོགས་ལ་སྨིན་ནས། གློ་བའི་སྨན་དེ་མ་སོང་བར་མཆིན་པའི་དོག་གིས་སོང་ཟེར་ཡག་གི་གཏམ་བེད་ཤོར་བ། དེ་རེད། ད་དེ་ཁོ་རང་དེ་འདྲའི་གི་དམག་ཉེན་ཤོར་དགོས་ཡོད་གི་རྒྱུ་མཚན་ངས་བཀའ་གསང་མང་པོ་ཞུས་ཚར་བ་ཡིན་གང་ལ། བསམ་བློ་བཏང་དང། ཡིན་ན་ཡང་ངས་གནད་འགག་འདྲ་བ་གཅིག་ལྷག་ཤེས་དེ་ག་རེད་ཟེར་ན། རྒྱ་པོ་གླང་དར་མ་སྙིང་ག་ལོག་ལ་སླར་ལོང་བར་འདུག་གི་མདའ་རྒྱག་གི་དུས་ཡང་ན་ལོག་སོང་སྔ་སོང་ཡང་ན་ལོག་སོང་ཕྱི་སོང་ཟེར་གྱི་ལབ་བ་རེད་ཟེར་གྱི་ཡོད་རེད་བ། དེ་གི་བཟང་ལ་གཅིག་གི། ཡང་ན་ཁོ་རང་ལོ་གཉིས་སམ་གཅིག་གི་ཕྱིར་གྲྭ་བ་རེད་ཡང་ན་གཉིས་སམ་གཅིག་གི་སྔར་གྲྭ་བ་རེད། ཁོ་རང་གོ་སྐབས་དེ་ད་ལྟ་རེད་མི་འདུག། ལོ་གཅིག་གཉིས་ཀྱི་སྔ་བ་ཆགས་ཡོད་ན་ཨ་རིའི་སྲིད་འཛིན་དེ་ཀྲོམ་རེད། ཀྲོམ་ཁ་རྡོར་ཁོ་རང་ཡུག་ཁེན་རེར་ད་ལྟ་ནང་གི་རྒྱབ་ཡོད་པ་ཡིན་ན། ཡུག་ཁེན་རེ་ལ་རྒྱབ་ཤོག་ད་ལྟ་དེ་ནང་གི་སུ་གཅིག་བྱེད་ཐུག་གི་མ་རེད། ཐེངས་དང་པོ་སྤྲོ་འགོ་བྱེད་ཀྱི་མ་རེད། དེ་མ་བྱས་པའི་ཞོགས་ལ། གཞན་དག་སུ་གཅིག་བྱེད་ཐུབ་ཀྱི་མ་རེད། སྐབས་དེ་དུས་ནེག་ཁྲོ་ནི། ཟི་ལན་སྒོ་ལན་ཁ་སྟོང་ཡར་འདྲ་ཆགས་དུས་ཡོད་རེད། ཀྲོམ་ཁོ་རང་གིས་ན་སྤུ་ཕྲེང་རྦད་དེ་བསིལ་མ་རེད་ཟེར་ནས་བསྟོད་ར་བརྒྱབ་བསྡད་ཀྱི་ཡོད་རེད། ཁྱེད་ཚང་ཨ་མི་རི་ཀའི་གི་ལག་པ་མང་ཆང་བ་ཡིན་ན། ར་ཤི་ཡ་གིས་སྤུ་ཕྲེང་ཁོ་རང་གང་དོན་འདོད་བྱེད་ཐུབ་ཀྱི་རེད་ཁྱེད་ཚང་དེ་ཀོ་རང། ལོ་གཅིག་འཆི་སོང་བ་རེད་དེ་ཁོ་རང་གི་འཐུས་ཤོར་གཅིག་ཕྱིན་པ་རེད། ད་གཞན་དག་ནི་རང་ཕྱོགས་ནས་ཀྱི་ཞིབ་འཇུག་ཡག་པོ་མ་བྱས་པ། གཡོག་ཅན་བརྙན་པར་སྨྲ་བ་དེ་ཚོ་གི་ཁ་ལ་ཉན་ནས་ཅིག་མ་སྦྱོང་བ་དང་ནི་ཕ་རོལ་ལོའི་མཐོང་ཆུང་ཚ་དྲག་བ་ལ་སོགས་པ། ད་དེ་འདྲས་ཀྱི་གནས་སྟངས་མང་པོ་ཅིག་ངས་ཁ་སང་ཞུས་ཟིན་པ་རེད། དེ་ནས་ཕྱི་དང་གི་ཨ་རེ་དང་ར་ཤས་གཉིས་ཀྱིས། ཁོ་རང་ཉིད་འགྲན་བསྡུར་བྱས་ནས་དམག་བརྒྱབ་ཡོད་བས་ཀྱི་ཚོགས་ནང་གྱི་ང་ལ་ཡོང་གི་ཡོད་རེད་ད་དངོས་གནས་ཡིན་མིན་མི་ཤེས་དེ་འདྲའི་ཞིབ་འཇུག་བྱས་ཡག་ད་གིན་མཐོང་མ་སོང་སྟེ། དེ་འདྲའི་གི་ཐོག་ནས་དཔྱད་བསྡུར་བྱས་ཡག་མང་བོ་འདུག་དཔེར་ན་ཨ་མི་རི་ཀ་གི Post ཚོགས་ཁོག་གི་དམག་འཁྲུག་དེ་ནས་དེ་གི་རྗེས་ལ་སེ་གོ་མ་རེ་ད་ཡི་རང་མགོ་སྟེང་ལོག་ཡོད་གི་དམག་འཁྲུག་དེ་ནས་ཨབ་གྷན་ད་ཨ Afghanistan རེད་བ Afghanistan གི་དམག་འཁྲུག་ལ་སོགས་པ་འདི་ཚོ་ཆ་མཚོན་པ་ཡིན་ན། ད་དཔག་ཚད་སྟོང་ཕྲག་མང་པོའི་ཕ་རོལ་རྒྱ་མཚོའི་ཕ་རོལ་ནས་ཡོང་གི་ཡོད་རེད། ཨ་ནི་ས་ཆ་རྦད་དེ་ཁ་ཁ་རེད། ཨ་མི་རི་ཀའི་ས་ཆ་དང་ས་ཆ་འདི་ཚོ་ཞེ་སྡང་གི་ས་དང་རྣམ་ཤེས་དང་ཁོར་ཡུག་དང་རྦད་དེ་མི་གཅིག་ས་ནས། ཨ་ལེ་བ་སྟོང་ཕྲག་མང་པོའི་ཕ་རོལ་ནས་ཡོང་ནས་དམག་རྒྱབ་ཡ་དང་ཨ་ནི་ར་ཤི་ཡ་དང་ཡུ་ཁེན་རེད་སྙིང་དེ་སྤྱི་སྟངས་གི་ས་ས་འདྲེ་རེད་ལ་ས་ཤི་གཅིག་པ་རེད། ཆག་ལོག་དང་གོམས་སྲོལ་དང་བཅས་ཟས་སྤྱོད་ཁོར་ཡུག་མང་པོ་ཅན་མཐུན་པའི་ཆ་མང་བོ་ཞིབ་ཅིག་ཡོད་རེད། ད་དེ་འདྲས་ཀྱི་མཐུན་པའི་ཆ་ཡོད་པ་ཡིན་ན་ཡང་དེ་འདྲས་ཀྱི་ཨ་མ་རི་ཀ་གིས་དེ་བྱེད་པ་ནང་བཞིན་བྱེད་མི་ཐུབ་ཡག་གི་རྒྱུ་མཚན་དང། དེ་ནས་ཡང་བཅས་ཨ་མ་རི་ཀ་གིས་ད་གཏོར་བཅོམ་བྱེད་རྒྱ་བའི་གི་གྲོང་དང་གྲོང་ཁྱེར་ག་ཚད་ཅིག་ཡིན་ན་ཡང་དེ་ཚོ་ལ་ཡང་རྨང་གཞི་གི་འཛུགས་གྲོས་ཀྱི་ཐོག་ལ་ག་འདྲས་ཀྱི་འགྲོ་སོང་བཏང་གི་ཡོད་མེད་ལ་སོགས་པ་ར་ཤི་ཡག་གི་དེ་འདྲས་ཀྱི་བཏང་གི་རེད་མ་རེད། ཏང་ཡག་ཀུན་སློང་ཡོད་ན་ཏང་མཐུག་གི་རེད་མ་རེད་ལ་སོགས་པ་ད་དེ་འདྲའི་གི་མཚུངས་བསྡུར་བྱེད་ཡ་ད་མང་པོ་ཤོད་ཀྱི་འདུག་བ། ད་ད་འདི་ང་ལ་ཡ་མཚན་པ་ཟེར་ན་མི་འདུག་འགྲེལ་བཤད་རྒྱབ་མ་ཁ་བས་ཀྱི་ག་རེད་ཟེར་ན། མ་རིག་པོ་ཟེར་ཟེར་དེ་ལས་ཡུག་མཁན་རིང་གི་དམག་མི་མང་པོ་ཀྱི་རག་ཤི་ཡག་གི་མཐའ་བསྐོར་ནས་ལྷག་དེ་ཡོད་རེད་ད་དེ་རྩ་དྲག་ཆེན་པོ་ཞུ་ཅིག་དང་ལྷག་དེ་མཁན་གི་མི་དེ་ཚོ་ལས་རང་མེད་པར་གདུང་སེམས་མཉམ་སྐྱེད་བྱེད་དགོས་འདྲ་བ་ཅིག་གི་རྩ་དྲག་པོ་འདྲ་བ་ཅིག་བཤད་བསྡད་ཀྱི་འདུག་བ། ག་སྲིད་དེ་འདྲ་ཡིན་ན་ཡུག་ཁེན་རིགས་ཀྱི་དཔུང་ཆེན་གྱི་གར་གྱིས་ནི་སྐྱག་དགོས་ཡོད་མ་རེད། གར་གྱིས་ནི་སྐྱག་ཐུག་གི་ཡོད་མ་རེད། ཨོ་རོ་སོགས་ཀྱི་ཁོ་ཚོ་མཐའ་ནས་བསྐོར་དུ་ཡོད་བ་ཡིན་ན། འདི་རྒྱབ་ལོག་ནས་མ་བསྐོར་ནས་བསྡོངས་ནས།